བསྟན་པ་རིན་ཆེན་མཆོག་གི་མོ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི། སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡི། ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། སེ་ཨ་ཀི། འོ་ད། དོན་དག་འདི་ངས་ལག་ལེན་སྐྱེལ་གྱི་ཡོད་རེད། དང། ལ་དྭགས་ས་ཁུལ་གྱིས་མཚོན་པའི་ཧི་མ་ལ་ཡའི་རི་རྒྱུད་འདི་ཉིད་ནི། བོད་གངས་ཅན་གྱི་ལྗོངས་ཀྱི་སངས་རྒྱས་ཀྱི་བསྟན་པ་དེ་སྔ་ནས་ད་ཡོད་ཡོད་པ་ཞིག་ཆགས་ཆེ། ཁྱབ་ཀྱང་ཉམས་པར་གྱུར་པའི་ད་གནས་ཅིག་ཆགས་བསྡད་ཡོད་རེད། དང། ནུབ་ཕྱོགས་ཡུལ་གྲུས་མཚོན་པའི་འདི་འདྲ་མང་པོ་ཅིག་ལ་ཡང། བསྟན་པ་རིན་ཆེན་མཆོག་གིས་མ་འཁྱེར་བའི་གནས་རེད།

ད་ད་ལྟ་འདྲ་རེ་ཁ་ཐུག་ལ་ཡ། བོད་གངས་ཅན་གྱི་ལྗོངས་ཀྱི་གཙོ་བོ་རྒྱ་ཆེ་མི་མང་གི་ལྷག་བསམ་དད་པ་གཡོ་ག་མེད་པ་བརྟན་པོ་ཞིའུ་ཆེ་བསྡད་དེ་འདུག་ག་བྱས་ཙང་ཁོ་ར་དད་པ་དང་འདུན་པ་པའི་གཅིག་སྒྲིལ་ཡོད་དེ་བས་ད་གས་ནུས་པ་ཅིག་ཐོན་ཡོང་གི་ཡོད་རེད་རྒྱ་མི་གུང་ཁྲན་གྱི

དེ་ཡི་རྐྱེན་པས་རྒྱ་ནག་གི་དཔོན་རིགས་ཚོས་ལྟ་རྟོག་ཀྱི་བསམ་བློ་གསར་པ་ཅིག་སླེབས་ཏེ་ངེས་ཅན་གྱི་ཡོང་བསྡད་འདུག་ག་ཅེས་ངས་ངོ་ཤེས་པའི་བོད་པ་དེ་འདྲས་ཀྱི་ངང་བཤད་ངེས་བྱུང། རྒྱ་མི་དམག་གི་ཐོག་ནས་བུད་དབང་པོ་རེད། རེད་དེ་ད་རིམ་པས་རིམ་པས་ཀྱི་དུས་ཀྱི་འགྱུར་བ་དང་བདེན་པའི་མཐར་བབ་གོ་འདུག་སའི་ཡུལ་དུ་ད་ནི་བོད་ཀྱི་ཆོས་དང་རིག་གཞུང་གི་རྒྱ་ནག་མ་དབང་ཡག་ཅིག་ཡོང་གི་རེད་ཟེར་ནས་ཨོ། བོད་པ་ཤེས་ཡོན་ཅན་དེ་འདྲའི་ཁ་ཤས་ང་བཤད་ངན་བྱུང། འདི་དགའ་རོ་བདེན་པ་ཡིན་པའི་བཟོ་རུ་ཞུ་འདུག་ད་རི་གེ་སར་རྒྱ་ནག་ནང་ལ་ནང་པའི་ཆོས་ལ་དོ་སྣང་བྱེད་མཁན་དེ་མང་དུ་མང་དུ་ཇེ་མང་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བ།